དེ་ནས་ང་ཚོ་འདི་དངོས་ལ་རྩལ་ཉོན་དྲུག་ཞེས་པ་རེད་དེ་ནས་ཉེ་ཉོན་ཉི་ཤུ་ཞེས་པ་རེད་རྩལ་ཉོན་གྱི་དོན་དག་དེ་ཉོན་མོངས་བ་ཤིན་དང་འཁོར་བའི་རྩ་བ་ཡིན་པས་རྩལ་ཉོན་དྲུག་ཟེར་སླ་བ་རེད་ཨ་དེ་རེད་དེ་ནས་ཉེ་ཉོན་ཞེས་པའི་དོན་དག་དེ་ག་རེ་ལབ་ན་ཉེ་ཉོན་གྱི་དོན་དག་དེ་ལ་དོན་དག་གཉིས་ནས་གསུམ་དེ་འདྲ་ཞིག་འདུག་དེ་ནི་སེམས་དམྱལ་བར་ཉོན་མོངས་བར་བྱེད་པས་ཉེ་ཉོན་ཟེར་གྱི་རེད་སེམས་དམྱལ་བར་ཉོན་མོངས་བ་ལབ་ན་དམྱལ་བ་ལབ་ན་མྱུར་དུ་མགྱོགས་སུ་རང་གི་རྒྱུད་ལ་དཔེར་ན་ཉེ་སྙུན་ཉི་ཤུའི་ནང་ལོག་གི་སེམས་པ་གང་ཡང་རོགས་པ་བྱེད་གང་ཟག་སུ་ཡི་རྒྱུད་ལ་སྐྱེས་ན་ཡང་ལམ་སང་གང་ཟག་དེ་སེམས་མ་ཤི་བར་བྱེད་པ་སེམས་ལ་ཤི་བདེ་མིན་པར་བཟོ་བ་ཡིན་ཙང་ཨ་ནི་དེ་ལ་ཉེ་སྙུན་ཟེར་སླ་བ་རེད། དེ་གཅིག་རེད། ད་ནི་ཉེ་སྙུན་གྱི་དོན་དག་གཞན་པ་གཅིག་སྟེ་རྩ་བའི་ཉོན་མོངས་རྣམས་དང་ཉེ་བ་རྩ་བའི་ཉོན་མོངས་འདོད་ཆགས་ཁོང་ཁྲོ་ང་རྒྱལ་ལ་སོགས་པ་རེད་ཉེ་བའི་ཉོན་མོངས་ཉི་ཤུ་བོ་གང་ཡིན་ན་ཡང། རྩ་བའི་དུག་གསུམ་གྱི་ཆར་གཏོགས་པ་ཤ་སྟག་ལས་བསྡུས་ཡོད་པ་རེད། འདོད་ཆགས་ཞེ་སྡང་གཏི་མུག་གསུམ་ལས་འཕྲོས་པ། འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་ཆ་ལ་གཏོགས་པ་ཤ་སྟག་རེ་བསྡུས་ཡོད་པ་རེད། ཡིན་ཙང། ཨ་ནི། རྩ་བའི་ཉོན་མོངས་དང་ཉེ་བ་རེད། རྩ་བའི་ཉོན་མོངས་དང་འདྲ་བ་རེད། འོ་དེ་འདྲ་ཅིག་བཤད་ཀྱི་ཡོད་པ་རེད། ད་ནི་ཉོན་མོངས་ཆུང་བ་ཡིན་པ། རྩ་བའི་ཉོན་མོངས་ལས་འཁྲུལ་བ། དཔེར་ན། ཤེས་རབ་ཉོན་མོངས་ཅན་ཏེ་མ་རིག་པའི་ཆ་ལ་གཏོགས་པ། མ་རིག་པ་ལས་ཆུང་བ། ཡང་ན་མ་རིག་པ་ལས་འཁྲུལ་བ། དེ་འདྲ་ཅིག་ཡིན་པ་ཡིན་ཙང་འཁོར་བའི་རྩ་བར་གྱུར་པའི་མ་རིག་པ་ལ་ལྟོས་པའི་ཉོན་མོངས་པ་ཆུང་བའང་དེ་འདྲ་ཅིག་རེད། མདོར་ན་རྩ་བའི་ཉོན་མོངས་ཟད་ལ་པའི་སྐབས་སུ་ལས་དང་ཉོན་མོངས་བ་མང་ཆེ་བའི་རྩ་བ་ལྟ་བུ་ཡིན་པས་རྩ་བའི་ཉོན་མོངས་དང། ཉེ་བའི་ཉོན་མོངས་ཟད་པའི་སྐབས་སུ་སེམས་པ་དེ་གང་ཟག་སུ་ཡི་རྒྱུད་དང་བཅས་པ་ན་བླ་བཟང་མི་སྐྱིད་པ་དང་མི་བདེ་བ་ཆགས་འགྲོ་གི་ཡོད་པ། ཡང་ན་རྩ་བའི་ཉོན་མོངས་དྲུག་གང་རུང་གི་ཆ་ལ་གཏོགས་པའི་སེམས་བྱུང་སེམས་པ་ཡིན་པའོ་དེ་འདྲ་ཅིག་ལ་ཉེ་བའི་ཉོན་མོངས་ཟད་ལ་བ་གི་ཡོད་པ་རེད། ཨ་ནི་དེ་རིང་གི་ང་ཚོ་སློབ་ཚན་འདི་འདྲ་ཞིག་ནི་མཚམས་བཞག་རྒྱུ་ཆེ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།